ནམ་ལངས་ཡེ་ཏྲེས་ལས། ང་ལྷ་བུ་ཟི་རིང། ང་ཚོ་མ་སུ་རུ་བོད་ཁྱིམ་གྱི་དར་གཞི་གསར་འགྱུར་འདི་ཉིད་གསར་འགྱུར་ཚན་པའི་སློབ་ཕྲུག་རྣམས་ནས་ཁུ་བསྡུ་གནང་གི་ཡོད་ཀྱང། དེང་སྐབས་འཛམ་གླིང་ནང་ལ་ཡང་རྒྱ་ནག་ཝུ་ཧན་ནས་དར་འཕེལ་འགྲོ་དང་འགྲོ་བཞིན་པའི་ནད་ཡམས་འདིས་རྐྱེན་བྱས་རྗེས་སློབ་ཕྲུག་རྣམས་ཀྱང་རང་ཁྱིམ་དུ་གུང་གསེང་ལ་ཕེབས་པ་ཡིན་པས་ཙང་ང་ལྷ་བོ་ཚེ་རིང་རྒྱལ། ཕྱི་ཟླ་བཞི་བའི་ནང་ལ་ཡང་གསར་འགྱུར་གང་བྱུང་བའི་སྙིང་བསྡུས་རྣམས་སྙན་སྒྲོན་ཞུ་གི་ཡིན་པས་རྣམས་ལྷན་རྒྱས་ཀྱིས་གསན་གཟིགས་ཡོང་བ་ཞུ། གསར་འགྱུར་སྙིང་བསྡུས་ཁག་ནི། མོ་ཟུར་བུ་ཡིམ་འཛིན་སྐྱོང་རྣམས་ནས་སློབ་ཕྲུག་ཚོའི་ཤེས་ཡོན་དང་སྒྲིག་གཞི་གང་ཅིའི་ཐད་ལ་ཡང་བཀའ་བཀྲོལ་ཡང་ནས་ཡང་དུ་གནང་དང་གནང་བཞིན་པ། མོ་ཟུར་བུ་ཡིམ་སྒྲིག་འཛུགས་ཚོགས་ཆུང་གི་ངོས་ནས་ཁྱིམ་ཚང་ཁག་ལ་ཡང་སྐོར་སྐྱོད་ཡང་ཡང་གནང་དང་གནང་བཞིན་པ། དགེ་རྒན་རྣམས་ནས་དྲ་ཐོག་གི་སློབ་ཚན་གང་ལེགས་ཁྲིད་དང་ཁྲིད་བཞིན་པ། སྨན་ཁང་གི་ལས་བྱེད་རྣམས་ནས་གྲ་སྒྲིག་ཨང་གསར་རང་ཞུ་ཡོད་པ། ཁྱིམ་ཚང་ཁག་ལ་ཡང་གཅིག་གུང་སེང་འཕེན་མ་ཐུབ་པར་ལྷག་བསྡད་པའི་སློབ་ཕྲུག་རྣམས་ལ་ཡང་མཐུན་རྐྱེན་གང་ཅིའི་ཐོག་ལ་ཡང་ལས་སྒོ་གནང་དང་གནང་བཞིན་པ། ཁྱིམ་ཚང་ཁག་ལ་ཡོད་པའི Reading Corner འམ་དཔེ་དེབ་ལྟ་ཀློག་གི་སློབ་ཕྲུག་རྣམས་ལ་ཡང་ཕན་རླབས་ཆེན་པོ་ཡོང་གི་ཡོད་པའི་སྐོར། མོ་སུར་བུ་ཁྱིམ་གྱི་ཡབ་ཡུམ་རྣམ་པ་དང་ལག་ཤེས་སློབ་གཉེར་ཁང་གི་ལས་བྱེད་རྣམ་པས་ཁ་རས་གང་མང་བཟོ་དང་བཟོ་བཞིན་པའི་སྐོར། ཕྱི་ལོ་ཉིས་སྟོང་ཉི་ཤུའི་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་གསུམ་ཉིན་བུ་ཁྱིམ་དབུ་བརྙེས་ནས་ལོ་སློབ་ཕྲུག་ང་བརྒྱད་འཁོར་བའི་མཛད་སྒོ་སྟབས་བདེ་ཞིག་འཚོགས་པའི་སྐོར། བོད་ཁྱིམ་འཛིན་སྐྱོང་གི་ངོས་ནས་སློབ་ཕྲུག་ཚོའི་ཤེས་ཡོན་དང། འཕྲོད་བསྟེན་གྱི་སྐོར་ལ་ཡང་བཀའ་གྲོས་ཡང་ཡང་གནང་གི་ཡོད་པའི་སྐོར་ལ་ཡང་གསན་གཟིགས་གནང་རོགས་གནང། རྒྱ་ནག་ཝུ་ཧན་ནས་བྱུང་བའི་ནད་ཡམས་འདིའི་རྐྱེན་བྱས་ནས་སྤྱིར་འཛམ་གླིང་ཡོངས་ལ་དཀའ་ངལ་ཆེན་པོ་ཞིག་འཕྲད་དང་འཕྲད་བཞིན་པ་ལྟར་ང་ཚོ་མ་སུར་བུ་ཁྱིམ་ལ་ཡང་སློབ་གྲྭ་སྒོ་རྒྱག་དགོས་པ་སོགས་ཀྱི་དཀའ་ངལ་ཆེན་པོ་ཞིག་འཕྲད་པ་ལ་བརྟེན་ནས་བུ་རྒྱུན་འཛིན་སྐྱོང་རྣམས་ཀྱིས་སྤྱིར་སློབ་ཕྲུག་རྣམས་ཀྱི་ཤེས་ཡོན་དང་དེ་བཞིན་འཕྲོད་བསྟེན་སོགས་གང་ཅིར་དགོངས་པ་ཆེ་བཞེས་ཀྱིས་གང་དགའ་ཅི་ལེགས་ཀྱི་བཀའ་གྲོས་གནང་ནས་ཁ་ཚ་དགོས་གཏུག་གི་འཆར་གཞི་སྣ་ཚོགས་ཤིག་བཟོ་དང་བཟོ་བཞིན་འདུག་ལ། འཆར་གཞི་མང་པོ་ཞིག་ཕྱག་ལེན་ཡང་འཁེལ་བཞིན་འདུག། སྒྲིག་འཛུགས་ཚོགས་ཆུང་དགོས་ནས་ཁྱིམ་ཚང་ཁག་ལ་ཡང་ཡང་སྐོར་སྐྱོད་གནང་གི་ཡོད་པའི་སྐོར་ལ་གསན་གཟིགས་གནང་ཡོད་འདུག་ལ། བུ་ཁྱིམ་འཛིན་ཡོངས་ཀྱི་བཀའ་བཞིན་ཁྱིམ་ཚང་ཁག་ལ་ལུས་ཡོད་པའི་སློབ་ཕྲུག་རྣམས་ཀྱི་ཆེད་སློབ་ཕྲུག་རྣམས་ཀྱི་སྒྲིག་གཞི་དང་འཕྲོད་བསྟེན་གྱི་གཟིགས་རྟོག་གི་ཆེད། བུ་ཁྱིམ་སྒྲིག་འཛུགས་ཚོགས་ཆུང་ལ་ཡང་ལས་འགན་གནང་ཡོད་པ་བཞིན་སྒྲིག་འཛུགས་ཚོགས་ཆུང་རྣམས་ཀྱི་ཞོགས་པའི་ཕྱག་ཚོད་བཅུ་པ་ནས་ཉིན་གུང་གཉིས་པ་བར་སྤྱིར་ཁྱིམ་ཚང་ལ་ཕེབས་པ་ཙམ་མ་ཡིན་པར། སློབ་ཕྲུག་རེ་རེར་བྱས་ནས་མིང་ཐོ་བཤེར་བ་དང་དེ་བཞིན་ནད་ཡམས་ལས་སྲུང་སྐྱོབ་ཀྱི་ཆེད་འཕྲོད་བསྟེན་གྱི་ཤེས་བྱ་མང་པོ་ཞིག་རྒྱུ་རུས་གནང་དང་གནང་བཞིན་འདུག་ལ། སྒྲིག་འཛུགས་ཚོགས་ཆུང་གི་ཚོགས་གཙོ་མཆོག་ལ་ཡང་བཅར་འདྲི་ཞུས་པ་ཞིག་གསན་རོགས་གནང། དེ་ནང་བཞིན་གྱི་ད་ང་རང་ཚོ་མུ་སུ་རི་བོད་ཁྱིམ་ལྟ་བུ་ལ་མཚོན་པ་ཡིན་ན་ཨ་ནི་འཛིན་སྐྱོང་གི་བཀའ་དཔེ་འོག་ནས་ཨ་ད་ལྟ་ཏོག་དབྱིབས་ནད་ཡམས་དེ་གི་རྐྱེན་གྱི་ཨ་ནི་ཛ་དྲག་གི་ཚོགས་ཆུང་ཅིག་བསྐོས་ཡོད་རེད་དེ་ལ་ཨ་ནི་ཚོགས་མི་བཞི་ལས་གྲུབ་པའི་ང་ཚོ་སྒྲིག་འཛུགས་ཚོགས་ཆུང་གི་ཚོགས་མི་ཤ་སྟག་ཆགས་བསྡད་ཀྱི་ཡོད་རེད་ད་ང་ཚོ་གི་ལས་འགན་གཙོ་བོ་རོ་དེ་ག་རེད་ཞུས་པ་ཡིན་ན་ཨ་ནི་ཁྱིམ་ཚང་ཁག་ནང་ལོགས་ལ་ཨ་ནི་གཅིག་གིས་ད་ད་ལྟ་ཨིན་སྐད་ནང་ཞུས་ན་ལོག་གྲངས་ལེགས་རེད་བ་བོད་སྐད་ནང་ཞུས་བ་ཡིན་ན་ད་ཕལ་ཆེན་ཐེམ་དཀར་འགྲོ་བཞིན་ཟེར་རེད་ད་དེ་འདས་ཆེ་ཆུ་ལོག་ལ་འགྲོ་ཆུག་གི་ཡོད་མ་རེད་ད་ནད་ཡམས་དེ་ཧ་ལས་པའི་རྫ་དྲག་ཆེན་པོ་ཞིག་རག་རེད་ནད་ཡམས་དེ་ལ་ད་ལྟ་བར་དུ་སྟོབས་ཆེན་རྒྱལ་ཁབ་ཨ་རི་ཡིན་པ་ཡིན་ནའི་སྨན་བཟོ་ཐུབ་ཡོད་མ་རེད་ད་སོང་ཙང་ད་དེ་ལ་གལ་ཆེ་ཤོས་འགྲོ་དེ་ད་ནང་ལ་ཞུས་ནས་སྤྱི་ཚོགས་ནང་ལོ་མ་མ་ཐོན་ན་ཨ་འདི་ཡག་ཤོས་འགྲོ་ཆེ་རེད་ཤ་དེ་སོང་ཙང་ང་རང་ཚོས་གི་གང་ཐུབ་ཅི་ཐུབ་གི་ངོས་ནས་ཨ་ནི་རྒྱ་གར་དབུས་གཞུང་གི་ཨ་ནི་བཀའ་ཁྱབ་མ་བློས་མ་ཕེབས་པའི་གོང་ནས་ང་ཚོས་མུ་སི་རི་བུ་ཁྱིམ་གི་ཨ་འདུག་ས་ལོག་དྲངས་ཏེ་འགོ་བཙུགས་ཚར་བ་རེད་ཞུ་ཡ་ཡིན་ཨ་ནི་ད་བར་དུ་ང་ཚོ་འདི་ལྟ་ལས་འགུལ་འདི་འགོ་བཙུགས་ནས་ཟླ་བ་གཅིག་དང་ལྷག་དྲུག་ཡོད་རེད། ཟླ་བ་གཅིག་དང་ལྷག་དེ་ནང་ལོ་ང་ཚོས་གི་ཞོགས་ཀྱི་ཆུ་ཚོད་བཅུ་པ་ནས་ཆུ་ཚོད་གཉིས་པ་དེ་འདི་གིམ་གོ་གི་འདུག་ཨ་སྐོར་སྐྱོད་འགྲོ་གི་ཡོད་རེད། རྒན་ལགས་རྣམས་ནས་དྲ་ཐོག་བེད་སྤྱད་ཅེས་བསླུ་བྲིད་གནང་གི་ཡོད་པའི་སྐོར་ལ་ཡང་གསལ་བརྩི་གནང་རོགས་གནང། བོད་ཁྱིམ་འཛིན་སྐྱོང་གི་བཀའ་བཞིན་རྒན་ལགས་རྣམས་ནས་ཀྱང་སློབ་ཕྲུག་ཚོའི་ཤེས་ཡོན་ཐད་ཐུགས་ཁུར་ཆེ་བཞེས་ཀྱིས་དྲ་ཐོག་ནས་སློབ་ཚན་རྣམས་ཐབས་ཇུས་སྣ་ཚོགས་སྤྱད་དེ་ཁྲིད་དང་ཁྲིད་བཞིན་འདུག་པས་སློབ་ཕྲུག་རྣམས་ལ་ཡང་ཕན་པ་ངེས་ཅན་ཞིག་བྱུང་འདུག། སྨན་ཁང་ལས་བྱེད་རྣམས་ནས་རྟག་ཏུ་གྲ་སྒྲིག་ཨང་གསར་ནང་ལ་ཞུགས་ཡོད་པའི་སྐོར་ལ་གསལ་བཤད་གནང་རོགས་གནང། བུ་ཁྱིམ་སྨན་ཁང་ནས་ཀྱང་འཛིན་སྐྱོང་གི་བཀའ་བཞིན་སྨན་ཁང་ལ་ཕེབས་པ་ཙམ་མ་ཡིན་པར་ཏོག་དབྱིབས་ནད་ཡམས་འདིའི་རིགས་བྱུང་བ་ན་ཟུར་བཀག་གི་ཉལ་ཁང་གྲ་སྒྲིག་དང་དེ་བཞིན། ལག་པ་འཁྲུ་བྱེད་ཀྱི་དུག་སེལ་གྱི་སྨན་ཆུ། ཁ་རས། དབུགས་གཏོང་ལེན་གྱི་ཡོ་བྱད་སོགས་གོ་སྒྲིག་འཐུས་ཚང་གནང་འདུག་པ་དེ་བཞིན་བདུན་རེར་མོ་སུ་རུ་རྒན་གསོ་ཁང་དུ་ཡང་བཅར་ནས་ཚ་བ་ལྟ་བ་དང་འཕྲོད་བསྟེན་གྱི་ཤེས་བྱ་གནང་བ་སོགས་གང་ཅིར་ཧ་ཅང་གི་ལེགས་པོ་གནང་གི་འདུག་པས་སྨན་ཁང་གི་འགན་འཛིན་ཚེ་རིང་གཡང་འཛོམས་ལགས་ལ་བཅར་འདྲི་ཞུས་པ་ཞིག་གསན་རོགས་གནང། ད་ང་ཚོས་ཀྱི་དེ་གའི་དུས་ཐོག་ཏུ་ཚོགས་དེ་གའི་སྤུ་ར་བརྟག་དཔྱད་བྱེད་ཀྱི་ཡོད་ནི་ཁ་ཤས་ཡང་ཚ་བ་འབར་འདྲ་བྱས་ནས་སླེབས་ཀྱི་འདུག་ཚ་བ་འབར་བློ་རྒྱབ་བྱས་ནས་སླེབས་ཀྱི་འདུག་ཡིན་ནའི་ང་ཚོས་དེ་གའི་དེ་ལ་ཞིབ་ཚགས་བྱས་ནས་བརྟག་དཔྱད་བྱས། སྨན་དེ་ཚོ་སྤྲད་དེ་བྱས་ད་སོ་སོའི་ཐོག་ནས་ད་ད་ལྟ་སྤུ་གུ་དེ་ཉི་མ་གསུམ་བཞི་སོ་ནས་དེ་ཡར་རྒྱས་འགྲོ་མི་འདུག་བསམ་ན་ང་ཚོས་གློག་པ་དེ་གའི་དེ་གློག་པ་དེ་གའི་དེ་བརྒྱབ་གློག་པ་དེ་བརྒྱབ་ནས་ཨ་ནི་མ་དེ་གི་གླིང་འཕྲོད་བསྟེན་བསྒྲགས་གྲ་ལ་བ་སོགས་ལ་གློག་པ་དང་དེ་གའི་དེ། བསྐུར། ཨ་ན་ཁོང་ཚོ་ཨམ་ཅི་མཉམ་དུ་འབྲེལ་བ་བྱེད་ཀི་བྱེད་ཀི་བྱེད་ནས་ཨ་ནི་སྨན་བཅོས་བྱེད་ཀི་བྱེད་ཀི་བྱེད་ཀི་ཡོད་ཨ་ནི་དེའི་ཚེ་སར་དེ་ནས་སྤོ་བོ། དེ་ག་དེ་ཉི་མ་བཅུ་བཞི་ད་ང་ཚོ་དེ་ཀོ་རན་ཏན་འགྲོ་བྱེད་ནས་ད་བྱེད་ནས་ང་ཚོ་དེ་བཞག་ནས་སྤོ་བོ་དེ་ག་དེ་ཨ་ནི་ཉི་མ་བཅུ་བཞི་བྱས་ལ་ཧྲ་ཏག་ཏག་དྲགས་ནས་ད་ང་ཚོ་སོ་སོ་སོ་ཁྱིམ་ཚང་ཕ་མ་ལ་རྩིས་སྤྲད་ཕྱིན། ཨ་ན་ད་འདའ་བར་དུ་ད་ང་ཚོ་དེ་ཚ་བ། སྤུ་གུ་ཚ་བ་དང་ལས་བྱེད་དང་སུས་ནས་ཚགས་པར་སྐྱོར་དེ་གི་དེ་བརྟག་དཔྱད་བྱས་ནས་ད་ལྟ་བར་དུ་ག་གོ་བྱེད་མི་འདུག་ཡག་པོ་བྱུང་སོང། ཁྱིམ་ཚང་ཁག་ལ་གུང་སེམས་འཕེལ་མ་ཐུབ་པ་བཞུགས་ཡོད་པའི་སློབ་ཕྲུག་རྣམས་ལ་ཡང་མཐུན་རྐྱེན་གང་ལེགས་སྦྱར་གྱི་ཡོད་པའི་སྐོར་ལ་ཡང་གསལ་བཤད་གནང་རོགས་གནང། བོད་ཁྱིམ་དུ་ཐག་རིང་ནས་ཕེབས་པའི་སློབ་ཕྲུག་ཉུང་ཤས་ཤིག་གུང་སེང་ལ་འགྲོ་མ་ཐུབ་པར་ལྷག་ཡོད་པ་རྣམས་ལ་ཚལ་རིགས་ཤིང་ཏོག་སྒོ་ང་སོགས་ཟས་རིགས་ཀྱང་སྔར་བཞིན་མཐུན་རྐྱེན་གང་ལེགས་སྦྱར་དང་སྦྱར་བཞིན་འདུག། ཁྱིམ་ཚང་ཁག་ལ་དབྱིན་སྐད་ཐོག་རིག་འབྲིང་སྐོར་ནང་དང་དཔེ་དེབ་ལྟ་ཀློག་གི་མཐུན་རྐྱེན་སྦྱར་བ་དེས་སློབ་ཕྲུག་རྣམས་ལ་ཡང་གང་ཅིའི་ཐད་ལས་ཕན་རླབས་ཡོང་གི་བའི་སྐོར་ལ་གསན་གཟིགས་གནང་རོགས་གནང། བུ་རྒན་ག་ལ་རིག་འབྲིང་ཀོ་ནར་རམ་དཔེ་དེབ་ལྟ་ཀློག་ཁང་གི་གོ་སྒྲིག་ཞིག་གནང་ཡོད་པ་དེས་དམིགས་བསལ་དུ་ད་ལྟའི་སྐབས་འདིར་སློབ་ཕྲུག་གུང་གསེང་ལ་འགྲོ་མ་ཐུབ་པ་རྣམས་ལ་ཕན་ཐོགས་ཆེན་པོ་ཡོད་པའི་སྐོར་ལ་སློབ་ཕྲུག་གཉིས་ལ་བཅར་འདྲི་ཞུས་ཡོད་པ་གསན་རོགས་གནང། ལའང་འདི་གཙུག་ནས་ཕྱི་ནས་ད་བོད་ཡིག་ཆེན་པོ་དཔེ་བྱུང་རེད་བསམ་གྱི་འདུག་ཡ། ཨ་ནི་ནམ་རྒྱུན་ནས་ཁར་ལ་བར་ད་སྤུ་གུ་གྲོང་སྡེབ་ཡག་པོ་སློག་ངེས་བྱེད་ཨ་ནི་ཁོང་ཚོ་ལ་དཔེ་བོད་ཆེན་ཆེན་པོ་འདུག་དེ་མ་ཟད་ཨ་ནི་ང་ལ་ང་རང་སུ་འགྲོ་ཆ་ཆ་བ་འདི་ན་ལོག་ཏའུ་འདུས་ཚེ་སྐབས་ལ། ཨ་ནི་ཁ་རེ་གོང་ཟས་མ་དྲོ་ངས་ང་ཚོ་ད་འདི་ལ་སྒལ་སོ་སིལ་ནང་ལ་བསྡད་ངེས་དོན་སུ་ལ་ད་ཁར་ལ་བར་འདུས་ཚེ་མ་ཁྱོད་འདི་ཨ་ནི་གྲོང་སྡེབ་ལོག་ཨེ་འདི་བྱེད་འདི་ཨ་ནི་བོད་ཆེན་ཆེན་པོ་འདུག་བསམ་གྱི་འདུག་ཡ།

ཧི་ཏླར་གྱི་ཇར་མན་འཇུ་བཞག་དུས་ཨ་ནི་དེ་དུས་སྡུག་པོ་ག་ཚོད་མྱངས་ཡོད་མེད་འདི་མོ་རང་གི་ཚོར་སྣང་ཁྲིད་བཞག་གི་རེད་ཨ་ནི་འདི་ཁ་ལ་ན་ཨ་ནི True True Life Story སྒང་ལ་འབད་བཞག་གི་རེད་ཡ་མོ་རང་གི་ག་ཚོད་ག་ཚོད་སྡུག་པོ་མྱངས་ཡོད་མེད Jewish དེ་ཚོས་ངོ་མ་ག་ཚོད་སུ་ད་ཧི་ཏླར་བར་ལ་ག་ཚོད་སྡུག་པོ་མྱངས་ཡོད་མེད་འདི་འདི་ཨ་འདི་ད་ཨ་འདི་ཁྲིད་བཞག་ཡོད་ལ་ཡ་ར་ཨ་འདི་མ་ཟད་ཨ་ནི་མོ་རང་འགྲོ་ཤོར་བའི་འདི་དུས་འོད་ཆུང་ཆུར་དེར་ལོ་བཅོ་གསུམ་རེད། ལོ་བཅུ་གསུམ་ཡིན་ནའི་ཟླ་མོ་རང་ད། མོ་རང་གི་ད་ཚོར་སྣང་ད true story ཡོད་རེད་ད་མོ་རང་ད་ག་ཚོད་སུ་མྱངས་ཡོད་མེད་འདི་ཡག་པོ་པས་བྲིས་འདུག་ལན་དེ་བཞིན་ནས་ད་སྔོན་མ་ཡོད་ནས་ད་ཟིན་ར་བཅུ་བ་ནང་ལོ་ལས་འདི་ཡོད་རེད་ཡ་ཟིན་ར་བཅུ་བ་ནང་ལོ novel འདི་ང་ཚོ་ག་རེ་ཀློ་ཡ་འདི་འདི་ཡོད་རེད་ལན་ཨ་ནི་བྱས་ཙང་ད་ང་རང་འདི་ཡག་པོ་མཐོང་དུས་ཨ་ནི་ང་རང་མགོ་འདི་བླུན་ཡ་འདི་དཔེ་ག་རེ་སྙན་པོ་འདུག་ལན། གཅིག་སྐད་ཡིག་མ་འདྲ་རེ་གཅིག་གར་གར་འདུག་འདི་ན།

མཐུན་རྐྱེན་ཧ་ཅང་གི་བཟང་པོ་འདུག་པས་སློབ་ཕྲུག་ཞིག་གི་ཚོར་སྣང་ལ་ཡང་བཅར་འདྲི་ཞུས་པ་ཞིག་གསན་རོགས་གནང། ང་ཚོ་ལྟ་འདི་ལ་མཐུན་རྐྱེན་འདི་ག་ཞིག་གི་ཡག་པོ་ཡོད་རྒྱུ་མཚན་འདི་ཁ་ལེན་ན་ལྟ། གཙོ་བོ་ལྟ་ང་ཚོ་གོང་ཚོ་རྒྱབ་འགྱུར་ཆེན་པོ་བྱུང་བའི་གོས་སྟེང་ང་ཚོ་འདུག་བཞིན་མཐུན་རྐྱེན་དེ་འདྲའི་བཟང་པོ་རག་རེད་ཨ་ན་ད་འདྲའི་ཅི་གང་ལེན་ན་ང་ཚོ་བཟོ་སྡེ་ཆེ་གཉེར་མའི་ལས་དབང་ཨ་ན་བཟོ་སྡེ་བསོད་ནམས་རྒྱལ་དབང་རྒྱལ་གཅིག་དེ་རག་བྱ་བ་རེད་བསམ་གི་འདུག་ར་ཨ་ནི་ཕྱོགས་གཞན་པ་ཅིག་ཤོས་ཨ་ན་དངོས་གནས་བོ་ར་གི་ད་གོང་ཚོ་བཀའ་དྲིན་གཙོས་པའི་ཨ་ན་ད་འདྲའི་དེ་ང་ཚོ། མ་སུ་རི་ཁོ་རང་རང་གི་སྦྱིན་བདག་དང་ཨ་འདི་དབུ་འཛིན་དང་འདི་ཚོའི་བཀའ་དྲིན་ཡིན་དབང་གིས་ཨ་ནི་ང་ཚོ་ཚོ་མཐུན་རྐྱེན་བཟང་པོ་ཅིག་སྦྱར་བ་དེ་ཨ་ནི་དངོས་གནས་རང་བཟང་པོ་ཅིག་རེད་ཨ་ནི་ད་འདི་དེར་མཐུན་རྐྱེན་འདི་ལ་ད་ནི་ཨ་ནི་ང་ཚོ་གི་དམིགས་བསལ་གྱི་ད་སོ་སོའི་སློབ་སྦྱོང་བྱས་ཡིན་དུས་གསུམ་པ་ཨ་ནི་གང་ཅི་ཐོག་ནས་སོ་སོའི་གི་ད་སེམས་ཤུགས་ད་མ་སོ་ནས་སོ་སོའི་གི་ད་ཅིག་ཅར་རེ་སློབ་སྦྱོང་བྱས་སླད་པའི་ད་དངོས་གནས་ཁོ་རང་མ་ཆེ་བ་ཡིན་ན་ཨ་ནི་དཔེ་སགས་ས་མེད་ད་དེ་འདྲའི་གི་ཚོར་བ་ཅིག་སྐྱེས་འདུག། ལགས་སོ་སོ་ཐུགས་ཆེ་ན། བུ་རྒན་ཁག་གི་ཡབ་ཡུམ་དང་དེ་བཞིན་ལག་ཤེས་སློབ་གཉེར་ཁང་གི་ལས་བྱེད་རྣམས་ནས་ཁ་རས་གང་མང་བཟོ་དུ་བཟོ་བཞིན་པའི་སྐོར་ལ་ཡང་གསན་གཟིགས་གནང་རོགས་གནང། བོད་ཁྱིམ་འཛིན་སྐྱོང་གི་དགའ་ཞིང་ཁྱིམ་ཚང་ཁག་གི་ཡོམ་ཡོམ་རྣམ་པ་དང་ལག་ཤེས་སློབ་གཉེར་ཁང་གི་ལས་བྱེད་རྣམས་ཀྱིས། སླད་ཕྱིར་སློབ་ཕྲུག་རྣམས་ཕྱིར་སློབ་གྲྭར་འཁོར་མཚམས། དགེ་ལས་སློབ་ཕྲུག་ཡོངས་ལ་གནང་ཆེད་ཁ་རས་བཙེམས་དང་བཙེམ་བཞིན་འདུག་པས། ལག་ཤེས་སློབ་གཉེར་ཁང་གི་འགན་འཛིན་མཆོག་ལ་བཅར་འདྲི་ཞུས་པ་ཞིག་གསན་རོགས་གནང། ཨ་ཀྲེས་དེ་ལས་ཤོད་ཡིན་ཐོག་མ་དེ་ལ། ད་ལྟ་དེ་ཁ་རས་བཙེམ་བའི་གི་དང་པོ་ལས་གཞི་དེ་ང་ཚོ་ད་ལྟ། ནད་ཡམས་ཚབས་ཆེན་པོ་རྒྱ་ནག་ཝུ་ཧན་ནས་དར་རྒྱས་བྱུང་བའི་ནད་ཡམས་དེ། ངོ་དགའ་ཅི་ཡང་ལ་འཛམ་བུ་གླིང་ཚང་མ་གི་ཤུགས་རྒྱག་དགོས་རེད་ལ་ང་རོ་ཚོ་མ་སུ་རི་བུ་ཁྱིམ་ངོ་ནས་ཡིན་ན། དེ་གལ་ཆེན་པོ་ཅིག་བརྩིས་ནས་ཁ་སང་སྐུ་ངོ། དྲུང་ཆེ་དང་དྲུང་ཆེ་ཕྱག་རོགས་དག་ནང་བཞིན་འཛིན་སྐྱོང་སྡེ་ཚན་གི་ཚོགས་མི། འཛིན་སྐྱོང་ཚོགས་མི་རྣམ་པ་ཚང་མ་མཉམ་འཇུག་ཐོག་ནས་ནི་ཚོགས་འདུ་ཚོགས་ནས། ད་ལྟ།
ང་ཚོ་གི་སྔོན་འགོག་བྱེད་ཡག་གི། ཆད་དེ་ཨ་ནི་ཁ་རས་དེ་འདྲ་བཅད་ན་ཡག་པོ་འདུག་ཟེར་འདི་སོང་ནས་གྲོས་བསྡུར་བྱས་ནས་ཁ་སང་ཨ་ནི་སྡེའི་མ་ང་ཚོ་ལ་ཨ་ནི་བཀོད་མངགས་གནང་ནས་ཨ་ང་ཚོ་དངོས་ནས་ཡིན་ན་འདི་ནི་ཡག་ད། ཁྱིམ་ཚང་ཁག་གི་ཨ་ནི་ཡབ་ཆེན་རྣམ་པ་ཚོ་རེད་ད་ཨ་ནང་བཞིན་གྱི་ཨ་ནི། མ་ཚབ་རྣམ་པ་ཚོ་ཡང་ད་ལྟ་ཕྲུ་གུ་མེད་རྒྱུ་འདུག་ཟེར། ད་ནང་བཞིན་གྱི་ལག་ཤེས་སློབ་གཉེར་ཁང་གི་དགེ་བླ་རྣམ་པ་ཚོ་བཅས་ང་ཚོ་ཚང་མ་བསྡད་རུག་རུག་བྱས་ནས Social Distance བྱས་ན་ཐག་རིང་པོ་བྱས་ནས་བག་བཞག་ནས་ད་ལྟ་ཁ་རས་བཙེམ་བཞིན་པ་རེད། ད་ནི་ང་ཚོ་འདི་ལ་ཁ་རས་བཙེམ་ཉིན་མི་ཉུ་ཤུ་ཙི་ཡོད་རེད། ད་ནང་བཞིན་ཁ་རས་དེ་ལ་ཡང་ན་ཁ་གཉིས་ཅིག་བཙེམ་དགོས་རེད། ན་ཁ་གཉིས་དེ་ལ་གཅིག་དེ་འདི་འདྲ་བོ་ཅིག་བྱས།

དེ་མིན་མི་དམངས་རྣམས་ཕན་མི་དགོས་པར་མཛད་སྒོའི་སྐབས། མ་སུར་བུ་ཁྱིམ་སྐུ་ངོ་དྲུང་ཆེ་མཆོག་ནས། བུ་ཁྱིམ་འདི་ཉིད་ད་བར་བཀྲ་ཤིས་ལོག་ལེགས་ཡོད་པ་འདི་ནི། གཙོ་ཆེན་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གི་བཀའ་དྲིན་ཉག་གཅིག་དང་དེ་བཞིན་བུ་ཁྱིམ་འདི་ཉིད་ཉག་ཕྲ་བའི་སྐབས་སྐུ་ལས་སྐྱོན་མཁན་གྱི་བགྲེས་སོང་རྣམ་པ། དད་དང་ཕྱོགས་མཚུངས་པའི་སྦྱིན་བདག་རྣམས་ཀྱི་བཀའ་དྲིན། ཡིན་པས་དེ་དག་ནི། སྙིང་དབུས་སུ་བཞག་ནས་ང་ཚོས་ཀྱང་དཀའ་ལས་མུ་མཐུད་རྒྱག་རྒྱུ་ཡིན་ཞེས་གསུངས་སོང། གཙོ་ཆེན་སྐྱབས་མགོན་རྒྱལ་བ་ཐམས་ཅད་མཁྱེན་ཅན་སྲིན་པོ་ཆེན་པོ་མཆོག་སྐུ་ཚེ་བསྐལ་བརྒྱར་བརྟན་ཅིང་གཞན་དོན་ལྷུན་གྱིས་གྲུབ་པ་དང། འཛམ་གླིང་ཡོངས་ལ་རྒྱ་ནག་ཝང་ནས་དར་བའི་འགྲོ་དང་འགྲོ་བཞིན་པའི་ནད་ཡམས་འདི་ཉིད་རྩ་མེད་དུ་ཕྱིན་ནས། འཛམ་གླིང་ཡོངས་ལ་བདེ་སྐྱིད་ཀྱི་ཉི་མ་སླར་ཡང་ཤར་བའི།